བྱེད་པ་སོགས་ཤོལ་དར་རྒྱལ་ནི་བར་ཁམས་གསོག་རྫོང་དུ་སྐྱེས་ཤིང། ཆུང་དུས་ནས་སྲོལ་རྒྱུན་རིག་གནས་ལ་སྦྱངས་བརྩོན་དང། ཕྱི་ལོ་ཉིས་སྟོང་གཅིག་ལོར་རྒྱ་གར་དུ་འབྱོར་རྗེས་གསོག་སྒར་སློབ་གྲྭ་དང། ནོར་གླིང་མཐོ་སློབ་བཅས་སུ་མི་ལོ་ལྔ་ལྷག་གི་རིང་བོད་ཀྱི་རིག་གནས་སྤྱི་དང། དབྱིན་ཇིའི་སྐད་ཡིག་ལ་བྱང་བརྩོན་གནང། ཕྱི་ལོ་ཉིས་སྟོང་བདུན་ནས་ཉམས་ཞིབ་དང་གསར་འགོད་པ་སོགས་ཀྱི་ལས་རིགས་འདྲ་མིན་གནང་ན་ཡང། ཁོང་གིས་རང་ཉིད་ཀྱི་ཁ་ཕྱོགས་གཞལ་གཏོང་རྒྱུར་བློས་མ་བཏང་བར། རིམ་པས། ཡུལ་གྱར་བའི་སེམས་པ། མི་ཡུལ་ས་མཐའ། དལ་འགྲོའི་འཛུམ་མདངས། ཞེས་པའི་ཆིག་སྒྲིག་སྔ་ཕྱིར་འདོན་པ་དང། གཞན་ཡང་རྣམ་བཤད་ཞལ་བཞི་བོད་དུ་འགྲེམས་སྤེལ་བྱས་ཀྱང། འོད་སྡེར་ཡོངས་རྫོགས་བཀག་སྡོམ་བྱས་ནས་འགྲེམས་སྤེལ་ཐུབ་ཡོད་མི་འདུག། དེ་མིན་གཞས་པ་གཞན་དག་དང་མཉམ་དུ་གླུ་གཞས་ཆེད་བསྒྲིགས་འདོན་མྱོང་ཡོད་པ་རེད་ལ། མ་ཟད་ཁོང་ནི་གཞས་གཏོང་རྒྱུ་ཙམ་མ་ཡིན་པར། རྩོམ་ཡིག་བྲི་རྒྱུ་དང་གཞས་གདངས་བཟོ་བ། དེ་བཞིན་གཞས་ཚིག་བྲི་བ་བཅས་གནང་སྟེ། རྩོམ་ཡིག་འགྲན་བསྡུར་གྱི་བྱ་དགའ་ཁ་ཤས་ཐོབ་པ་དང། ལྷག་པར་དུ་ཁོང་གིས་བརྩམས་པའི་གཞས་ཚིག་དང་གཞས་གདངས་དག་ནི། བོད་ཕྱི་ནང་གི་སྒྱུ་རྩལ་བ་གྲགས་ཆེ་ཆུང་ཅི་རིགས་ཀྱིས་གཏོང་ལེན་བྱས་ནས། སྐད་གྲགས་ཆགས་པའི་གླུ་གཞས་མང་པོ་བྱུང་ཡོད་ལ།

དང། ང་རང་ཚོའི་བཙན་བྱོལ་ནང་ལ་གཞས་བཏང་ནས་འཚོ་བ་སྐྱེལ་དེ་དཔེ་དཀའ་ལས་ཁག་པོ་ཆགས་ཡོད་རེད་བ། ཡིན་ན་ཡང་སོ་སོའི་གར་ཕྱོགས་ཀྱི་རྩེད་ཞིག་ལ་རྒྱུན་སྐྱོང་དགོས་ཡོད་དུ་ལས་སླ་པོ་ཞིག་མ་རེད་བ། ཡིན་ན་ཡང་ཁྱེད་རང་གིས་ད་བར་དུ་ལ་གཞས་བཏང་ཡ་རེད། བྲིས་ཡ་རེད་ད་ཡང་ན་གཞི་ཡི་གཞས་གདངས་བཟོ་ཡ་དེ་ཚོ་ད་བར་དུ་ལ་རྒྱུན་འགྲོ་སྐྱོང་ཐུབ་ཡོད་རེད་བ་དེ་རྒྱུན་དེ་ག་འདྲས་སྐྱོང་ཐུབ་གནང་སོ་ཁྱེད་རང་གིས། ཨོ་ཐོག་མ་དེ་ལ་དེ་ནས་བོད་ཀྱི་བང་ཆེན་གསར་ཁང་གིས་ནས་བཅར་འདྲི་གོ་སྐབས་གནང་བ་དེ་ལ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ནས་ད། ཁྱེད་རང་གི་དྲི་བ་ནང་བཞིན། ད་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་ནི་སོ་སོའི་དགའ་ཕྱོགས་སྒྱུ་རྩལ་གྱི་ཐོག་ལ་ནི་འཚོ་བ་སྐྱེལ་ཡ་དེ། ཁག་པོ་མིན་འགྲོ་ལ་ཡི་དེ་ལྟ་བདེན་པ་རེད། དེ་ལྟ་གཙོ་བོ་གང་ཡིན་ཟེར་ན་ང་ཚོ་བཙན་བྱོལ་ནང་གཅིག་ནས་ང་ཚོ་བོད་པའི་གི་མི་འབོར་ཉུང་ཉུང་བཅས། གཉིས་ནས་ནི། མི་ཚང་མ་ད་ཁ་འཐོར་ལ་གནས་དེ་ཡོད་རེད་བ། ཕྱོགས་གཅིག་ལ་ནི་རུག་རུག་མེད་པ་ཡིན་ཙང། དེ་ནས།

བཏང་བ་ཡིན་ན་ལ་དེ་གི་ཉན་མཁན་གི་མི་འབོར་དེ་ཧ་ཅང་ཉུང་ཉུང་བྱེད། དཔེར་ན་ད་དེང་སང་འདྲ་ཡིན་ན་ང་ཚོ་སྤྱི་ཚོགས་ཀི་དྲ་རྒྱ YouTube ལ་སོགས་པ་ནི་དཔེར་ན་གཞས་ཅིག་མ་བཞག་པ་ཡིན་ན་ལ་དེ་ལ་ཉན་མཁན་གི་ནི་མི་འབོར་ཧ་ཅང་ཉུང་ཉུང་བྱེད། དེ་ཡིན་དུས་ཙམ་པ་ད་རྒྱུ་རྫར་བ་རང་ཉིད་ལ་ཚུར་ནི་ཡོང་འབབ་ཟེར་ན་མི་འདུག་ད་དེ་གི་ད་འཚོ་བ་ལ་ཕན་ཐོགས་ཡག་གི་ཡོང་བ་དེ་ཧ་ཅང་དཀའ་ལས་ཁག་པོ་རེད་འདོད་ར། འོ་དེ་ཡིན་ཙང་ད་སོ་སོའི་ཆུ་ཚོད་ཀྱི་ཁར་ཟེར་གོ་ད་དཀའ་ཕྱོགས་ཀྱི་ཐོག་ལ་འཚོ་བ་སྐྱེལ་ཡ་དེ་དཀའ་ལས་ཁག་པོ་དེ་འདྲ་ཅིག་རེད་འདོད་ཤག། ད་ཡིན་ན་ཡང་ད་ང་རང་འདྲ་བས་ན་ད་ལྟ་བར་དུ་ཅིག་གཞས་གཏང་གཞས་ཚིག་འདྲ་བོ་བྲིས་གཞས་ཀྱི་གདངས་དེ་འདྲས་བཟོས་ནས་ད་ལྟ་བར་དུ་ཅིག་རྒྱུན་འདྲ་བོ་སྐྱོང་ཐུབ་ཡ་དེ།

ད་ད་ལྟ་བར་དུ་གཅིག། རྒྱུད་སྐྱོང་ཐུབ་པ་རེད་ད་དེ་འདྲའི་གཅིག་བྱུང་མེད་འགྲོ་བསམ་གྱི་འདུག། ལགས་སོ་དེ་ནས་སྤྱི་བཏང་ཞེ་སྡང་རེད་ཞེ་ཚིག་བྲི་ཡ་དེ་ལས་སླ་པོ་ཞིག་མ་རེད་བསམ་གྱི་འདུག་ལ། དེང་སང་སྤྱི་ཚོགས་གཞན་པ་ནང་ལ་ཞེ་ཚིག་དཔའ་བའི་རིན་གོང་གྱ་གྱི་ཡོད་རེད་བ་ལ། བྱས་ཙང་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལ་དེ་ཚོའི་ཐད་ལ་ཡ་ཞེ་ཚིག་ཐད་ལ་ནི་རིན་པ་ཆེ་ཆུང་འདྲ་བོ་རག་གི་ཡོད་ན། ཨོ་རེད་རེད་རེད་ད་ཅི་ལྟའང་ང་ཚོ་གཞིས་ཚིག་ཙམ་ཡང་དང་གཞི་ཐང་ཙམ་ཡང་དེ་ཚོ་ད་ལས་སླ་བོ་ཅིག་ཡོད་མ་རེད། གང་ཡིན་ཟེར་ན། སྤྱི་ཐང་གཞིས་ཚིག་ཅིག་དང་གཞི་ཐང་ཅིག་བརྩམས་པ་ཙམ་གྱིས་མ་རེད་ད་སྟེ་གཅིག་པུའི་དྭགས་པོ་དང། སྤྱི་ཚོགས་ནང་ལ་ཨ་ནི་ཡག་པོ་བྱ་ཡ་ཅིག་ཚང་མ་གདེང་འཇོག་ཡོང་ཡ་ཅིག

དེ་འདྲའི་བྱིན་ར་བ། ད་དེ་སོང་ཙང་ད་ད་ང་རང་གི་ངོས་ནས་གཞས་ཚིག་དང་གཞས་གདངས་དང་དེ་ཚོ་ལ་ད་མི་གཅིག་གི་རིག་པ་དང་རྣམ་འགྱུས་དག་སྣང་གཞས་ཀྱི་དུས་ཚོད་དེ་ཚོ་བེད་སྤྱོད་བཏང་མེད་ཀྱི་འབྲས་བུ་དེ་ལ་ཨེ་ནི་གཅིག་རིན་ཐང་དུ་མ་སོང་ན་ལྟས་ཚིག་ཅིག་ཐོབ་གི་རེད་བསམ་ནས་ནི་གཅིག་ངའི་སྟོང་མིང་ཙམ་གྱིས་ད་གླ་ཆ་འདྲ་ཟེར་ན་འདྲ་རིན་འབབ་ཅིག་དེ་འདྲས་ཅིག་གླེང་གི་ཡོད་རེད། ད་དེ་གི་ཐོག་ལ་ང་ཚོ་ད་ཅིག་རིན་འབབ་སྣང་བརྙན་གི་ངོས་ནས་བཤད་ན། ད་ཁ་ཅིག་གི་ད་ཡིན་ད་ཡིན་ཟེར་ནས་ད་སྣང་ཤར་ཤར་ཟེར་དེ་འདྲི་སྣང་བརྙན་ཡོད་རེད་ད་ཁ་ཅིག་གི་ད་ཅིག་གི་ད་དེ་འདྲི་ཅིག་ད་རིན་ཐང་འགྲོ་ཞུ་ཅིག་ཡོད་རེད་མདོག་མདོག་འདྲ་བོ་ཅིག་ཡོད་རེད་བ། ད་ཞུ་ཅིག་དེ་ལས་དངུལ་རེ་བ་ཅིག་སྤྲད་ནས་ཉོ་དགོས་ཡག་གི་རིན་ཐང་འདྲ་བོ་གི་ཡོད་མ་རེད་མདོག་མདོག་ཡང་དེ་འདྲི་གི་རྣམ་འགྱུར་འདྲ་བོ་བསྟན་ཉེན་དེ་འདྲི་ཡོང་གི་ཡོད་རེད་ད་དེ་བྱེད་དུས་ང་ཚོ་ད། སྤྱི་ཚོགས་ནང་ལ་མི་སྤྱི་དང་འདྲ་མི་འདྲ་ཡང་མང་པོ་ཡོད་པ་སོང་ཙང། ད་ཁ་ཤས་ཀྱིས་ཡང། དང་པོ་གཞས་དེ་འདྲའི་བརྩམས་དགོས་ལབ་པ་ད་གཙང་ཕ་བཀྲིས་ཚར་བའི་རྗེས་སུ་ཡང་ག་ལེ་ག་ལེ་འཇམ་ཐིང་ཐིང། བརླག་འགྲོ་ཉེ་གི་སོ་འགྲོ་ད་དེ་འདྲའི་བྱེད་སྟངས་དོགས་སུ་དོགས་ཙམ་ཡོང་གི་ཡོད་རེད། ལགས་སོ་དར་རྒྱས་ལགས་དེ་ནས་ང་ར་ཚོ་བཙན་བྱོལ་ནང་གི་གཞས་པ་ཚོ་ཡི་ད་ལྟའི་གནས་བབས་རེད་མི་མང་གི་གྱབ་སྐྱོར་གནང་སྟངས་དེ་འདྲ་ཁྱེད་རང་གིས་ག་འདྲས་མཐོང་གི་འདུག་ལ། རེད་ད་ད་ལྟ་ང་ཚོ་བཙན་བྱོལ་ནང་གི་གཞས་པ་ཚོའི་གནས་བབ་ཚོ་ན་འདྲ། ད་ལྟའི་སྤྱི་ཆ་ནས་མི་འབོར་ཉུང་བ་བོད་རིགས་མི་འབོར་ཉུང་བ་དང་ཁ་འཐོར་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ད་སྡིངས་ཆ་ཚད་ལྡན་ཅིག་གི་གོ་སྐབས་རག་ཡ་དེ་དཀའ་ལས་ཁག་པོ་ཆགས་བསྡད་ཡོད་རེད། སྡིངས་ཆ་ཉུང་དྲགས་པའི་གི་ད་ཚོར་བ་འདྲ་བོ་ཅིག་ཚང་མ་ལ་ཡོང་དགོས་རེད་གཞས་པ་ཚང་མ་ལ། དཔེར་ན་ཅིག་སོ་སོའི་གི་ད་རྩེད་འདྲ་མ་སོང་ན་ངོམ་ནས་ཅིག

ཆགས་ཀྱི་ཡོད་རེད་བསམ་གྱི་འདུག་དཔེར་ན་ལྡིང་ཆགས་ཀྱི་ཐོག་ལ་ཡིན་ན་བཤད་སྟངས་མགོ་བཏུས་ཙམ་པ་གཅིག་གིས་ཆ་རྐྱེན་མང་པོ་བགོ་ཡོད་ར་དཔེར་ན་སྦྲག་གི་ང་ཚོ་སྦྲག་ཕུག་ཟིང་དོར་མ་ཡིག་དེ་ཡིན་ན་འདྲ་སྦྲག་སྒམ་ཡིན་ན་འདྲ་དེ་ཚོ་ཚང་མ་གཅིག་ཚད་ལྡན་སྤུས་རྟགས་ལྷ་ཅིག་གློག་ལ་སོགས་པ་ད་དེ་འདྲི་གཅིག་དངོས་གནས་གཞན་དག་གི་རྟགས་ཡོང་དུས་ན་གཅིག་ཡིད་དབང་འཕྲོག་ཐུབ་པ་ཅིག་བྱེད་སྟངས་བགོ་གི་ཡོད་ར་བ་ད་དེ་འདྲི་གཅིག་ཡོད་ན་གཞས་པ་རང་ཉིད་ཀྱི་རྩར་འདྲ་མ་སོང་ན་གཅིག་ངོམ་ཡག་ཅིག་ཡོང་གི་འདུག

ཤེས་རབ་སྨྲས་པ་ཟ་བཟོ་འདྲ་ཅིག་དཀོན་པོ་ཅིག། མོ་དེ་འདྲིས་ཅིག་བྱ་འདི་བྱ།
རེད་རེད་ལ་སོ་དེ་ནས་དར་རྒྱས་ལ་ཁྱེད་རང་གི་གཞས་ཚིག་འདི་བོད་ཕྱི་རེད་ནང་རེད་གཉིས་ཀ་གི་གཞས་པ་གཞས་མ་འདི་ཚོ་གི་དང་ཟོས་ནས་བཏང་གནང་གི་འདུག་ཨ་ལ། དེ་ནས་ཡང་ཁྱེད་རང་གི་དམིགས་སུ་བོད་ནང་ལོག་གི་གཞས་པ་འདི་ཚོ་གི་ཁྱེད་རང་གི་གཞས་ཚིག་ལ་དང་ཟོས་ནས་བཏང་གནང་དུས་ཁྱེད་རང་ལ་ཡ་འཚོ་བ་ག་འདྲ་འགྲོ་སླེབས་གི་འདུག་ལ། འོ་རེད་ད།
ངས་གི་གཅིག་གཞས་ཚིག་དང་དང་བརྩམས་པའི་གཞས། དེ་འདྲའི་ད་བོད་ཕྱི་ནང་གཉིས་ཀྱི་ནང་ནས་ད་ཅིག་གྲགས་རྒྱན་གྱི་བཞེད་པ་བཞེད་མ་དེ་འདྲའི་གི་བཏང་ཡོང་དུས་ཙམ་པ་སོ་སོའི་སེམས་ལ་ད་ཏན་ཏན་དགའ་ཚོར་ཅིག་ཡོང་གི་འདུག་གང་ཡིན་ཟེར་ན་ད་འོ་ད་སོ་སོ་གི་ཅིག་ཡིན་ཡང་དེ་དགའ་ཕྱོགས་ཀྱི་དེའི་ཐོག་ནས་ཅིག་དཀའ་ལས་འདི་མ་སོང་ན་ཏོག་ཙམ་གྱི་རྒྱབ་ཞགས་པའི་གི་འབྲས་བུ་དེ

ལགས་སོ། དེ་ནས་ཁྱེད་རང་གིས་གཞས་གཏོང་རྒྱུ་ཐོག་མ་དེ་ཁྱེད་རང་གིས་སྒོ་ག་འདྲས་སུ་བརྩམས་པ་རེད་སྒོ་ག་དུས་བརྩམས་པ་རེད་དེ་ནས་ཁྱེད་རང་གིས་གཞས་གླུ་གཞས་བཏང་ཡག་གི་ལམ་བུ་ལ་ཞུགས་པའི་བརྒྱུད་རིམ་ཐུང་ཐུང་ཞིག་ངོ་སྤྲོད་གནང་རོགས་གནང་དང། འོ་རེད་རེད་ད་ང་རང་གིས་གཞས་བཏང་ཡག་གི་དང་པོ་འགོ་བཙུགས་ཡག་འདྲ་ཟེར་གི་མ་རེད་ད། ཇི་ལྟར་ང་ཆུང་ཆུང་སྐབས་ནས་ད་ལོའི་རྗེས་ལ་དཔེ་དགའ་བོ་ཡོད་ནི་དེ་འགྲིག་གི་རང་གཤིས་འདྲ་བོ་སོ་སོ་གྲུབ་སྟངས་དེ་དེ་འགྲིག་གི་རེད། ད་ནི་དེའི་རྗེས་ལ་ཅིག་སོ་སོ་སློབ་གྲྭ་དེས་འགྲོ་རེད་སློབ་གྲྭའི་ནང་ལོངས་ལ་ཡང་གཞན་འཁྲབ་ཡག་ལ་སོགས་པ་དེ་འགྲིག་གི་དེས་ཡང་གོ་སྐབས་རག་མྱོང་དེ་འགྲིག་གི་ཐོག་ལ། ཕྱིས་སུ་ཡིན་ནའང་བཙན་བྱོལ་ནང་ལ་ཡིན་ནའང། ཚོགས་པ་དང་སློབ་གྲྭ་དང་དེ་འདྲའི་གི་ནང་ལ་ཡང་གྱེས་གཞན་འཁྲབ་ཡག་འགྲོ། རྐྱང་གཞན་འདྲ་དེ་འདྲའི་སྒྲིག་སྟངས་ཡག་འགྲོ་དེ་འདྲའི་གོ་སྐབས་རག་མྱོང་དེ་ཡིན་ཏེ། གཞན་ལ་དབྱིན་ཡིག་ཞུགས་སྟངས་དང་སུ་ན་འདྲ་ལྟ་དེ་འདྲའི་གྱེས་རེད། ཨ་ནི་ད་ལྟའི་རྗེས་ལ་དངོས་སུ་སོ་སོ་རང་གི་ཆེད་སྒྲིག་འགྲོ་གྱིས་བཟོ་ལུས་གཞན་གྱི་ཆེད་སྒྲིག་བཟོ་ཡག་སྟེ། ཉིས་སྟོང་བདུན་ལོ་རེད་ཉིས་སྟོང་བདུན་ལོ་ང་རང་གི་ཆེད་སྒྲིག་དང་པོ། དེ་བཟོས་ནས་དེ་ནས་དེ་དེའི་སྐབས་ལ་ང་ཚོ་སྙིང་ལྟ་ཡག་ད་དེ་འདྲའི་ཡོད་མ་རེད་ད་ལྟ་སི་ཏི་ཟེར་བ་ང་འོ་དེར་དེ་འདྲའི་གཅིག་གང་ལ་བཞེས་བཞེས་རྒྱས་ཡིན་ས་ཡོད་དེ་འདྲའི་གཅིག་བཟོས་ནས་ད་ཚང་མ་ང་རང་གིས་བཟོས་རེད་ཅེས་གཞས་ཚིག་དང་གདངས་ཚང་མ་ང་རང་གི་བསམ་བློ་དང་བཟོས་དེ་ནས་དེ་འདྲའི་གཅིག་ནས་མ་གཅིག་སྤྱི་ཚོགས་ནང་ལ་གྲངས་འདི་རིགས་བྱེད་པ་རེད་ནས་ད་ཅིག་དམིགས་བསལ་གྱི་ཅིག་ཡང་དེ་ལ་ཁར་ཟས་གོར་བཞེས་དེ་སོགས་ཅིག་སྐད་གྲགས་ཆེན་པོ་ཆགས་ཡ་ད་དེ་དྲིས་དེ་གས་བྱུང་མ་སོང་རོགས། བྱུང་མ་སོང་དེ་ཡིན་ན་ཡང་ད་སོས་སོས་ཀྱི་དགའ་ཕྱོགས་ཀྱི་ཡང་ཅིག་སོ་སོ་བྱེད་དགོས་བསམ་བསམ་ཅིག་བྱེད་རེ་བ་དེ་ཡིན་དུས་ཡང་ཅིག་སེམས་ནང་ལ་དེ་སྲིད་འདོད་པ་གང་ཡང་འགྲོ་གི་ཅིག་དེ་ནས་དེའི་རྗེས་ལ་ཡང་བསྐྱར་ཉིས་སྟོང་བཅུ་གཉིས་ལ་ཡང་བསྐྱར་ཆེད་སྒྲིག་གཉིས་པ་ཅིག་བཟོས་པ་རེད་ད་དེའི་ནང་ལ་གཉིས་ལྟད་མོ་ལྟ་ཡ་ད་དེ་འདྲས་ཡོད་རེད། འདི་བརྒྱད་ལ་ཡང་བསྐྱར་ང་ཚོ་གཞས་པ་ལྔ་དྲུག་ཅིག་མཉམ་འདོར་ལ་ནི་གཞས་གཅིག་བཟོས་ཡོད་རེད། འཆད་ཁྲིགས་གཅིག་བཟོས་ཡོད་རེད། ད་དེ་རྗེས་ནས་ཡིན་ནའི་ང་ཚོ་ངས་འཆད་ཁྲིགས་གཅིག་བཟོས་པ་རེད་ད་དེ་ཡིན་ནའི་ང་ཚོ་ཕྱི་ལོགས་ལ་བཀྲམ་ཐོབ་མ་སོང་ངའི་བུ་ནང་ལ་བཀྲམ་ཡང་ཆར་གྱིས་འགྲོགས་ཀྱིས་བཏིང་བ་རེད་དེ་ཡིན་ནའི་བུ་ནང་ལོང་ཡང་བཀྲམ་མ་ཐོབ་བ་གྱིས་ནས་ཡིན་ནའི་འོད་སྡེར་ཚང་མ་གཞུང་གི་ཡག་གཞུང་གཞན་དུ་མ་སོང་བར་བཏང་ནས་ཡིན་ནའི་ཕར་ཚུར་བུ་ནང་ལ་ཡག་པོ་གཅིག་བཀྲམ་བཀྲམ་ཡག་གི་གོ་སྐབས་བྱུང་མ་སོང་བ།

ཁོང་དེ་རིགས་ཀྱིས་ནི་ད་ལྟ་འདིའི་བར་དུ་ལོ་བཞི་བཅུ་རྩ་གི་བརྒྱུད་རིམ་དགོངས་པ་རྒྱ་བསྐྱང་ལ་མ་སོང་ན་འོ་དེ་འདྲས་བྱས་ནས་ཡོད་མ་རེད། རེད་དེ་ནས་དར་རྒྱས་ལགས་ཁྱེད་རང་ཆ་མཚོན་པ་ཡིན་ན། སྙན་ངག་བྲི་གི་འདུག་གཞས་ཚིག་ཀྱང་བྲི་གི་འདུག་བྱས་ཙང་གཞས་ཚིག་བྲི་ཡ་དང་སྙན་ངག་བྲི་ཡ་གཉིས་ཀྱི་བར་ལ་ཡ་ཁྱད་པར་གཙོ་བོ་སྒྲོག་ཅིག་ག་རེ་སྒྲོག་ཞུ་ཡ་བ་ཡིན་ན། ད་གཞས་ཚིག་དང་སྙན་ངག་གི་ཁྱད་པར་ཟེར་ན་ད་ཞི་བ་ཅི་ཞིག་ཤེས་གི་མི་འདུག་སྟེ། ད་གཙོ་བོ་དེ་གཞས་ཚིག་དང་སྙན་ངག་གཉིས་ཆ་ལོག་སྟེ། སྒྱུ་རྩལ་རྩོམ་རིག་གི་ཁྱབ་ཁོངས་ཡིན་པ་གཅིག་པ་རེད་བ། དེའི་ནང་ལ་དེ་ད་དེང་སང་ད་དུང་དམིགས་བསལ་གྱི་ང་ཚོ་བོད་ཕྱི་ལོགས་ལ་ཆ་བཞག་ན། གཞས་ཚིག་དེ་ད་ཚང་མ་གི་རེ་བ་འདྲ་མ་སོང་ནི་དེ་འདྲས་ཀྱི་འདུག་བ། གཞས་ཚིག་དེ་ཡིན་གཅིག་མིན་གཅིག་གོ་བདེ་བོ་གཅིག་གོ།

ཆ་སྙོམས་པོ་འགྲོ་བྱེད་དེ་གཉིས་ཀྱི་བར་རོ་ལ་གཅིག། དཔེ་དེ་ལས་སླ་བོ་ཆོས་མེད་པ་དེ་འདྲི་ཡང་མ་ཡིན་པ་ཆེ། ནང་ཁུལ་རྒྱུ་ཡང་ཡོད་པ་ཆེ་དེ་འདྲི་གི་སྒྱུ་རྩལ་གྱི་རིན་ཐང་ཡང་ཡོད་པ་ཅིག་ད་དེ་འདྲི་གཅིག་གི་ཐོག་ལ་ནི་བསམ་བློ་གཏང་དགོས་མིན་འགྲོ་བསམ་བསམ་གྱིས་འོ་དེ་འདྲི་གཅིག་ནི་བྱ།
ལགས་སོ། དེ་ནས་དར་རྒྱས་ལ་ཁྱེད་རང་ཆ་མཚོན་པ་ཡིན་ན་ཞལ་བཏང་ཡ་རེད་སྙན་ངག་བྲིས་ཡ་རེད་དེ་ཚོ་ལ་དབྱིངས་ཆེན་པོ་ཡོད་དུས། ཁྱེད་རང་གིས་ཆུང་དུས་ནས་བོད་ནང་གི་གཞས་པ་ག་ཤོད་དེ་ཁྱེད་རང་ཡིན་སུ་རེད། དེ་ནས་གཞས་པ་དེ་ཆུང་ཆུང་སྐབས་ནས་རེ་ལྟོས་བྱེད་ས་འགྲོ་བཞིན་ཡོད་པས་ཡང་ན་རྒྱུ་མཚན་མ་འདྲ་འགྲོ་བཞིན་ཡོད་རེད་པས་དེ་ག་འདྲས་ན། འོ་རེད་ད།
བོད་ནང་གི་གཞས་པ་ག་ཤོད་ཅིག་ལབ་དུས་བསམ་པ་ད། ཁྱེད་རང་ག་ཤོད་མང་པོ་ཡོད་ས་རེད་བསམ་བསམ་གྱིས། རེད་བཞག། ད་ཡིན་ན་ཡང་དེའི་ནང་ནས་གཙོ་བོ་དེ་ཆུང་ཆུང་སྐབས་ནས་བག་ཆགས་ཡོད་མེད་ཅིག་དང་ཡང་ད་ང་འདྲ་བ་ཡིན་ན་སོ་སོ་གཞས་བཏང་གི་ཡོད་ཙང་མི་གཞན་དག་གི་གཞས་དེ་སོ་སོས་བཏང་བ་ཡིན་ན་ཡང་སོ་སོ་གི་གཅིག་གི་སྐད་དང་དེ་ཚོ་ལ་ལེན་པོ་ཡོད་མེད་ཡིན་ཅིག་དེ་འདྲིའི་རིགས་གཉིས་ཡོང་གི་ཡོད་ས་རེད་བསམ་བསམ་ཞིག་འདུག་སོ་སོའི་ཆུང་ཆུང་གི་དུས་བག་ཆགས་ཡོད་མེད་ཀྱི་ཐོག་ནས་བསམ་བློ་བཏང་ན། ང་ཚོ། འགྲོས་ཀྱི་གྲགས་རྒྱན་བཞེས་པ་ཡག་གཏོང། ལྟ་བུ་ཡིན་ན་ད་ང་ཚོ་རྔན་མ་ནས་ཆུང་ཆུང་སྐབས་ནས་བག་ཆགས་ཡོད་དགོས་བཞེས་པ་ཡིན་ཙང་དགའ་ཤོས་དེ་འདྲས་ཆགས་ཀྱི་ཡོད་རེད་བསམ་གི་འདུག་དེ་རྗེས་ལ་འདྲ་རྗེས་ཡིན་ན་ཡང་སོ་སོའི་གི་སྐད་དང་འཚམས་པ་དང་གར་སའི་སྐོར་སོ་སོའི་བཞེས་སྟངས་དང་ཟེར་ན་འདྲ་ལྟ་ཅིག་གི་ལེན་པོ་ཡོད་པ་ཟེར་གོ་ར་དེ་དང་འཚམ་པོ་གི་ཅིག་གཞས་བ་ཅིག་བསམ་བློ་བཏང་ན་ཡང་དཔེར་ན་སྐྱེས་པ་གྲགས་ཅན་ཀུན་དགའ་ལྟ་བུ་ཡིན་ན། ཁོ་རང་གི་གཞས་ཅིག་ངས་ཅིག་ལེན་འདོད་ཀྱི་བཏང་བ་ཡིན་ན་ཡང་བཏང་ཐབས་བདེ་བོ་འགྲོ་ཅིག། བཏང་ན་ཡང་དུས་སུ་ལེན་པོ་ཡོང་བ་འགྲོ་ཅིག་དེ་འདྲིས་ཀྱི་ཐོག་ནས་ཡང་སོ་སོ་དགའ་ཤོས་ཟེར་ན་དེ་འདྲིས་ཅིག་ཡོང་གི་འདུག་བསམ་གི་འདུག་ད་དེ་མ་ཡིན་པའི་ཐོག་ནས་ཡང་ཅིག

ཁྱེད་རང་གི་ནམ་རྒྱུན་གཞས་བཏང་བའི་ཁྲོད་ལ་ཡང་གུས་རྩལ་གྱི་ངོ་བོ་གཅིག་པོ་མ་ཡིན་པར་ཨ་ནི་བོད་དོན་གྱི་ཐོག་ལ་ནི་ཁྱེད་རང་གི་བསམ་བློ་ག་རེ་འགྲོ་བཏང་གི་ཡོད་པ་ཡིན་ན། འོ་རེད་རེད་ད་ང་ཚོ་བློ་གཞི་སྒྱུ་རྩལ་གྱི་ལམ་ནས་བོ་དོང་འཐབ་རྩོད་ཟེར་ཡ་དེ་དག་ང་ཚོ་བོད་ཀྱི་ཆབ་སྲིད་དང་ད་ལྟའི་གནས་བབ་ལ་དཔག་པའི་གི་ད་ཅིག་གཞས་བཏང་ཡ་དང་དེ་རིགས་ཏན་ཏན་ཡོད་རེད་བ། ཡིན་ཡང་བཙན་བྱོལ་ནང་ལ་ང་ཚོ་སྤྱི་ད་དེ་ཆབ་སྲིད་དང་གཟུགས་དམར་དང་གཙོ་བོ་ཆབ་སྲིད་དང་འབྲེལ་བ་ཡོད་པའི་གི་ལུས་གཞས་ཟེར་ན་འདྲ་དེ་འདྲིས་གི་ཚོར་བ་རྣོན་པོའི་གི་ལུས་གཞས་དེ་འདྲིས་སྟངས་ཉིད་དང་བྱེད་སྟངས་བྱུང་འདུག་བ་མང་པོ་གི། ཡིན་ན་ཡང་དེ་ཚོ་ལ་བཙན་བྱོལ་ནང་ནས་མི་ཚེའི་རིན་ཐང་ཞེ་དྲག་མེད་པའི་བཟོ་འདྲ་གི། གང་ཡིན་ཟེར་ན་ཁོང་ཁོར་ཡུག་དེ། སྨྲ་བརྗོད་རང་དབང་ཡོད་པའི་འཁོར་ཡུག་ཡིན་ཙང་ཨ་ནི་དེ་ལ་ཡང་རིན་ཐང་འདྲ་བོ་མི་ཚེ་གལ་མེད་པ་འདྲ་བོ་ཅི། དེ་ནི་དེ་འདྲས་ཀྱི་ཚོར་གི་འདུག་རོ། ཡིན་ན་ཡང་ད་གཙོ་བོ་སོ་སོ་བོད་སྤིག་གི་གཞས་པ་ཅིག་ཡིན་ན་ཨ་ནི་བོད་ཀྱི་རིག་གཞུང་དང་བོད་ཀྱི་སྐད་ཡིག་ད་ག་ནང་གི་བོད་ཀྱི་ད་ཅི་བོད་སྤིག་གི་ང་ཚོ་གཤིས་ཀ་ཅིག་ཡོད་རོ་བསམ་བློའི་གི་ཁ་ཕྱོགས་སུ་ན་འདྲ་ད་དེ་ཅིག་ལམ་ལོག་པ་ལ་ཁྲིད་མ་སོང་བ་ཅིག།

རེད་ཤག། ཨ་ནི། ད་དེ་མ་གཏོགས་ང། སྐད་གདངས་ང་ཚོ་བོད་སྐད་ཀྱི་ལམ་ནས། ཨ་ནི་ཆབ་སྲིད་ཀྱི་ཚོར་བ་རྣོན་པོ་ཡོད་པའི་གཞི། ཐང་བ་ཡིན་ན་ཡང་དམིགས་བསལ་གྱི་ཅིག་རིན་ཐང་འདྲ། རྩི་ཉིན་ཟེར་ན་འདྲ་དེ་ལ་ནུས་པ་འདྲ་བོ་སྐྱེ། ཡོང་གི་ཡོད་ས་མ་རེད་བསམ་བསམ་བྱས་ད་དེ་འདྲའི་ཅིག་ཚོར་གྱི་འདུག། ལགས་སོ་དར་རྒྱས་ལ་དེ་ནས་ཁྱེད་རང་གི་ད་བར་དུ་ལ་ལོ་མང་བོ་རིང་གར་གཞས་མང་བོ་བཏང་གནང་ཡོད་རེད་དཀའ་ལས་མང་བོ་ཁྱབ་ཡོད་རེད་ཡིན་ན་ཡང། དུས་མཚམས་མཚམས་མཚམས་སྐབས་སུ་ལ་ཁྱེད་རང་གིས་གཞས་གཏོང་ཡ་ཡ་རེད་སྙན་ངག་བྲིས་ཡ་རེད་དེ་འདྲའི་ཐད་ལ་ཡང་སེམས་ཤུགས་ཆགས་ཡང་ན་མཚམས་བཞག་དགོས་བསམ་ནས་དེ་འདྲས་བྲིས་མྱོང་ཡོད་བས་ལ། རེད་རེད་ད་ངས་ད་ལྟ་བར་དུ་བས་ན་གཞས་ཁ་སང་ངེད་ཅག་རང་ངེད་ཀྱི་གཞས་ཀྱི་ཚིག་དང། དབྱངས་ཀྱི་ཕྱོགས་སྒྲིག་བྱས་པའི་གི་དེབ་ཅིག་བཏོན་ཡོད་རེད་དབྱངས་ཀྱི་རྔན་པ་ཟེར་ཡག་དེ། འོན་དེའི་གི་ནང་ལོགས་ལ། གཞས་བརྒྱ་དང་ཉིས་རྩ་གཅིག་འདུག་ད་དེ་མ་ཡིན་པའི་ད་ལྟ་ཡང་གཞས་གཅིག་བརྩམས་ཚར་བ་དང་མི་གཞན་དག་ལ་བཏང་ཡག་གི་བར་དཀྲིས་ཚར་བ་ད་ལྟ་བཏང་རྒྱུ་བསྡད་བཞག་པ་ལ་གོ་ར་མ་ཕྱི་ལོགས་ལ་མ་དྲངས་པ་དེ་འདྲིས་གི་རིགས་བར་ཆད་སྐྱོ་ང་ཉི་ཤུ་གཅིག་བར་ཆད་ཡོད་བསམ་སོང།

ཉིན་ད་ལྟ་བར་དུ་དེ་འདྲའི་དཔལ་འབྱོར་གྱི་ཆ་ནས་ཞིབ་ཀྱིས་རང་ཡག་གི་དམིགས་བསལ་བསམ་བློ་ཞིབ་ཁས་བཏང་མེད་རེད་བ། དེ་ཡིན་པ་སོང་ཙང་གཅིག་རེད་བས་དེ་སེམས་ཤུགས་ཆག་ནས་ད་ངེད་ཀྱི་ཅིག་གཞས་བཏང་ཡག་ད་གཞས་ཚིག་གཞས་གདངས་བཟོ་ཡག་ད་ཚོ་ད་གཡོག་ནས་ད་བྱ་བྱ་གོ་ད་ཆོ་མི་འདུག་བསམ་ཡག་ཅེས་དེ་འདྲིས་ཀྱི་དམིགས་བསལ་གྱི་བསམ་བློ་དེ་འདྲིས་ཀྱིས་ཀྱིས་སྐྱེས་མ་མྱོང་རེད་བ། གཙོ་བོ་དེ་ད་ཅིག་ང་ཚོ་བཙན་བྱོལ་ནང་ལོག་ལ་གཞས་དབྱིག་གི་འཁོར་ཡུག་དེ་དེ།

སྤུ་གཡོག་ཞྭ་སྒོ་བྲེ་ཡང་དག་དེ་འདྲའི་དབུགས་ཟིན་ངོ་མི་འདུག། ལན་སོགས་དེ་ནས་དར་རྒྱས་ལ་དེང་སང་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལ་སྔོན་མའི་སྲོལ་རྒྱུན་གྱི་བོད་ཞལ་བཏང་སྟངས་དང། དེང་སང་ཞལ་བཏང་སྟངས་རེད། བོད་མི་ཚོས་ཀྱི་རིན་ཐང་འགྲེལ་སྟངས་འདི་གྱི་བར་ལ་ཡང་ཁྱད་པར་ག་རེ་མཐོང་རྒྱུ་འདུག་ཁྱེད་རང་གིས། རེད་རེད་ད། སྲོལ་རྒྱུན་གྱི་གླུ་གཞས་དང་དེང་རབས་ཀྱི་གླུ་གཞས་ཀྱི་ཐོག་ནས་ནི། རིན་ཐང་སྤྲད་སྟངས་ཟེར་ཡ་དེ། གཙོ་བོ་ད། ང་ཚོའི་སྤྱི་ཚོགས་ཁོ་ནང་ལ་མི་རྒན་གཞོན་གྱི་ཁྱད་པར་ཏན་ཏན་ཡོད་རེད་བསམ་འདུག་མི་རྒན་པ་ཡིན་ན་སྲོལ་རྒྱུན་ལ་དགའ་ཞེན་ཆེ་བ་དང། གཞོན་པ་ཡིན་ན་དེང་རབས་ལ་དགའ་ཞེན་ཆེ་བ། དེ་འདྲའི་ཏན་ཏན་དབྱེ་བ་ཕྱེ་ཆོག་གི་རེད་བསམ་གྱི་འདུག་ད་དེ་མ་ཡིན་པའི་ཡང་ང་ཚོ་བོད་ནང་དང་བོད་ཕྱི་གི་ཡང་བསམ་མོ།

ལྷག་པར་དུ་བོད་ཀྱི་ཞིང་པ་དང་འབྲོག་པའི་ས་ཁུལ་འདྲ་བོ་ཅིག་ཡིན་ན། སྲོལ་རྒྱུན་གྱི་ཞེས་དཔེར་ན་ལ་ལོ་ཟེར་ན་དང་འབྲོག་ལོ་དེ་ནི་རྨང་གཞི་འདྲ་མི་འདྲ། ན་དེ་ཚོའི་གི་རིགས་ལ་ནི་དཀའ་ཞེན་ཆེ་བ་ཆེ་ཡག་དེ་འདྲའི་ཏན་ཏན་ཡོད་རེད་བསམ་མི་ཐུབ། ད་ཡིན་ན་ཡང་དེང་སང་ང་ཚོ་སྤྱི་ཡོངས་ནས་ཅིག་བསམ་བློ་བཏང་བཏང་སྟེ་འགྱུར་བ་འདྲ་ཅིག་ཐེབས་ནས་བོད་རང་གི་སྲོལ་རྒྱུན་གྱི་ལུས་བརྗེས་ཏེ་རྩ་བ་བཞག་པ་ཡིན་ན། དེ་ནི་མི་རིགས་གཞན་དག་དང་རྒྱལ་ཁབ་གཞན་དག་གི་མཉམ་དུ་ཡར་འགྲོ་དུས། དེ་ནི་དེ་རིན་ཐང་ཆེ་བ་ཡོད་པ། དེ་ཕན་ཐོགས་ཆེ་བ་ཡོད་པ། མི་གཞན་དག་གི་ལྟ་སྟངས་ཀྱི་ཆ་ནས་ཡང་དེ་གནད་འགག་ཆེ་བ་རྩི་གི་ཡོད་པ། ད་དེ་ཕལ་ཆེར་ཚང་མའི་དེང་སང་ཧ་གོ་གི་ཡོད་ས་རེད་བསམ་བསམ་གྱི་རེད་བཞག་དེ་ཡིན་དུས་གཞོན་སྐྱེས་ཚོ་གི་ཡིན་ན་ཡང་གཙོ་བོ་དེ་སོ་སོའི་སྲོལ་རྒྱུན་གྱི་མི་རིགས་ཀྱི་ཁྱད་ཆོས་ཡོད་པ་ཅིག་སྲང་བཏང་འདུག་ད་དེ་དང་མཉམ་དུ་ནི་དེང་རབས་ཀྱི་ཅིག་རྒྱན་ཆ་འདྲ་མ་སོང་ལ་སྤྲས་ནས་གནའ་དེང་ཟུང་འབྲེལ་འདྲ་བོ་ཅིག་བྱས་ཡག་དེ་འགྲིག་གི་སྲང་བཏང་གཉིས་དེ་འགྲིག་ཡོད་རེད་བ། དེ་འདི་ལྟར་སྤྱིའི་གི་ཆ་ནས་ད་རིག་གཞུང་དེ་རྩ་བ་བཞག་ཡག་དེ་གལ་ཆེན་པོ་ཡིན་པ་དེ་ཕ་ཁྱེད་ཚང་མས་གི་ཚོར་གི་མེད་འགྲོ་བསམ་བསམ་གྱིས། ཨོ་དེ་འདྲའི་སྐྱེ་རེད་ཤག། ལགས་སོ། དེ་ནས་དར་རྒྱས་ལ་ཁྱེད་རང་གིས་དངོས་གནས་ད་བར་དུ་ལ་གཞས་མང་པོ་ཞིག་བརྩམས་གནང་ཡོད་རེད་བ་ལ། ཡིན་ནའི་ཁྱེད་རང་རང་གི་གཞས་རྙིང་ཤོས་ཁྱེད་རང་རང་གི་གཞས་བརྩམས་གནང་སྐྱོར་གྱི་གཞས་རྙིང་ཤོས་ཡང་ན་ཚབ་ཚུལ་ཤོས་དེ་ག་རེ་རེད་དེ་ནས་ང་ཚོའི་སེ་གཟིགས་པ་ཡོངས་ལ་ཁྱེད་རང་གི་གཞས་དུམ་བུ་ཅིག་བཏང་གནང་ཐུབ་ཀྱི་རེད་བས་ལ། རེད་རེད་ད། ངས་ད་བར་གཞས་མང་པོ་ཞིག་བཏང་ཡོད་རེད་ད་དེའི་ནང་ནས་ང་རང་གི་ཚམ་ཚོམ་གི་རང་བཞིན་སོན་ན་འདྲ། ད་ང་རང་གི་དགའ་ཤོས་ཀྱི་གཞས་དེ། ྋགོང་ས་མཆོག་གི་རྒྱ་ཆུའི་བྱ་གཏོང་འགབ་པའི་གཞས་དེ་ང་རང་གི་དགའ་ཤོས། ཚམ་ཚོམ་འདྲ་བོ་ཅིག་ཆགས་མེད་འགྲོ་བསམ་བསམ་གྱི་དེ་རེད་བྱ་ཡིན་ན་ཡང། སྤྱི་ཚོགས་ཀྱི་ཐོག་ནས་ཕ་ཆེའི་དགའ་ཤོས་དེ། མཉམ་དུ་འཛོམས་ལ་ཡ་ད་ད་བོད་ནང་གི་གཞས་པ་གྲགས་ཅན་ཤེས་ལྡན་ཡིག་ལགས་ཀྱི་ཞིག་བཏང་ཡོད་རེད་ད་དེ་མ་ཡིན་པའི་གཞས་པ་མང་པོ་ཅིག་གི་གཞས་ད་ང་རང་ཡང་མང་པོ་ཅིག་བཏང་ཡོད་རེད། ད་དེ་སྤྱི་ཚོགས་ཀྱི་ཐོག་ནས་ཡང་དེ་གཞས་དེ་དགའ་ཞེན་ཆེ་བ་འདྲ་བོ་ཅིག་བྱེད་ཀྱི་ཡོད་པའི་བཟོ་འདྲ་ཅིག་རེད་བྱ། ད་ང་རང་གི་ངོས་ནས་རྒྱ་ཆུའི་བྱ་གཏོང་གི་གཞས་དེ། དགའ་ཞིང་རོ་ཞིག་ཚོར་གྱི་ཡོད་ད། དཔེར་ན་ད་གཞས་ཀྱི་ཅིག་ཁར་སའི་གོ་ལ་སྙེམས་ཆ་ཟེར་གོ་མ་རེད་སྙེམས་ཆ་དང། ད་གཞས་ཚིག་ད་དམིགས་བསལ་ཞིབ་བྱེད་ཆོས་ད་ཡོད་མེད་མི་ཤེས་ཏེ་དང་དེ་བཞིན་དམིགས་བསལ་གྱི་སྙན་ཆ་དག་དང། ཡང་སོ་སོའི་གི་ཀིས་ལ་ལན་པོ་ཡོད་མེད་ཅིག་ཡོར་བ་དེ་ཡང་སོ་སོའི་ཀིས་ལ་ཡང་ལན་པོ་ཡོར་བ་བྱེད། དེ་འདྲས་བྱེད་དུ་ད་དེ་དགའ་ཞིང་རོ་བྱེད་ཡིན།

ངོ་ཞེས་དེ་སྐད་བགྱི་ཡོད་རེད། ལགས་སོ་དར་རྒྱས་ལ་ཐུགས་རྗེ་ཆེ་ནར་ཞེས་དེ་དངོས་གནས་སྙན་པོ་འདུག་དེ་ནས་ངས་དྲི་བ་བྱེད་མ་དེ་ག་རེ་ཡིན་ཞུས་པ་ཡིན་ན། ད་གཞས་འདི་བཏང་བའི་སྐབས་སུ་ལ་གཞས་འདི་གི་མི་གཞན་པའི་སེམས་ཁམས་ལ་ཕན་པ་མ་ཟད། གཞས་བཏང་ནས་ནམ་རྒྱུན་ཁྱེད་རང་གི་སེམས་ཁམས་འཕྲོད་བསྟེན་གྱི་ཐད་ལ་ཡང་ཁྱད་པར་མང་དྲག་འགྲོ་ཅིག་བཟོ་གི་འདུག་བས་ལ། འོ་རེད་ད།
བློས་གཞས་ཀྱིས་མིའི་སེམས་ཁམས་ལ

དཔེར་ན་སེམས་སྐྱོ་བའི་སྐྱོ་གཞས་དང་དེ་འདྲའི་གཙང་ཡང་མེད་པ་ལྟར་མར་བ་ལྟ་ཡིན་ན་མང་ཆེ་གཅིག་དགའ་དགའ་སྤྲོ་སྤྲོ་མ་ཚོ་ནམ་རྒྱུན་ཡིན་ན་གཅིག་ལོ་སར་ཟེར་ཡག་དང་མཛད་སྒོ་ཟེར་ཡག་དང་འཁྲུངས་སྐར་ཟེར་ཡག་ད་ལྟ་དེ་འདྲའི་ལ་སོགས་པའི་ཐོག་ནས་གཅིག་དགའ་དགའ་སྤྲོ་སྤྲོ་བཏང་ཡག་གི། གཞས་མང་པོ་གཅིག་དེ་འདྲའི་ཡིན་ཙང་དེ་ནི་ཏན་ཏན་ཡང་སེམས་ཁམས་སྐྱིད་པོ་མེད་པའི་སྐབས་གཞས་ཉན་པ་ཡིན་ན། རྟེན་འདིའི་སེམས་ཁམས་འཕྲོད་བསྟེན་ལ་ཕན་ཐོགས་ཡོད་ཀྱི་རེད་བསམ་མི་འདུག་ད་གང་ཞེ་ན་ད་ཅིག་གཞས་རང་གི་ཐིག་ལ་ཡང་བསམ་བློ་འདྲ་བ་ཞིག་བཏང་དེ་གང་ལ་གཞས་བཏང་གཞས་སྦྱོང་བརྡར་འདྲ་བྱས། གཞས་ཀྱི་ཚིག་དང་གདངས་འདྲ་དེ་འདྲའི་བྲིས་དེ་འདྲའི་བྱས་དེ་པའི་སྐབས་སུ་ཡང་ཁོ་དེ་ཞར་དང་ཞོར་ནས་ཡང་ཅིག་སོ་སོ་སེམས་མི་སྐྱིད་པའི་གི་གནས་ཚུལ་ནི་དེ་འདྲའི་མང་པོ་ཅིག་ཡང་ག་ལེ་ག་ལེ་མཇལ་འགྲོ་ཡོད་ཀྱི་རེད་བ་དེ་བརྟེན་ནས་ཡང་ཅིག་སོ་སོ་སེམས་ཁམས། འཕྲོད་བསྟེན་ཏན་ཏན་ཕན་ཐོགས་ཡོད་ཀྱི་རེད་བསམ་འདུག་ཡིན་ནའི་ད་དམིགས་བསལ་གྱིས་ཞི་བའི་ཅིག་འདི་འདྲས་ཀྱིས་ཕན་ཐོགས་འདུག་ཟེར་ཡ་ཀྱི་དེ་འདྲའི་བརྟག་དཔྱད་དེ་འདྲས་ཀྱིས་བྱས་མ་མྱོང། ལ་སོགས་དར་རྒྱས་ལ་དེ་ནས་ངའི་དྲི་བ་ཐ་མ་དེ་ག་རེ་ཡིན་ཞུས་པ་ཡིན་ན། ང་རང་ཚོ་བཙན་བྱོལ་ནང་གི་བོད་མི་རེད། ང་རང་ཚོ་བོད་པའི་གཞོན་སྐྱེས་ཚོས་ཀྱི་སྲོལ་རྒྱུན་རོལ་དབྱངས་ཀྱི་གུས་རྩལ་དང་སྙན་ངག་བྲི་ཡ་དེ་ལ་ཡང་དངོས་ཡོད་ཀྱི་འགན་ག་རེ་སྒྲོག་བཞིན་ཡོད་རེད་བསམ་གྱི་འདུག་ལ། རེད་ད་ང་ཚོ་བཙན་བྱོལ་ནང་ལ་ཡང་ནི་སྲོལ་རྒྱུན་གྱི་ལུས་རྗེས་དང་སྙན་ངག་སོགས་ཀྱི་ཐོག་ལ་ད་དམིགས་བསལ་གྱི་ཤུགས་རྒྱག་པ་ཡག་གལ་ཆེན་པོ་རེད་དྲན་གྱི་འདུག་ང་ཚོ་ད་ཅིག་བཙན་བྱོལ་ནང་ལ་ཆ་མཚོན་ན་རང་དབང་ཡོངས་སུ་རྫོགས་པ་འདྲ་བོ་ཅིག་ཡོད་རེད་བ། ཡང་ནི་རྩོམ་འབྲི་ཡག་བྱེད་སྟངས་ཡག་སྐད་ཆ་བཤད་ཡག་དེ་གའི་རང་དབང་ཆ་ཚང་ཡོད་པ་སོང་ཙང་རང་དབང་དེ་བེད་སྤྱོད་བཏང་ནས་སྔོན་ཐོན་ནི་མི་རིགས་སོ་སོའི་གི་ནི་སྤྱོད་རྩལ་དེ་དག་པོ་བྱ་ཡག། གང་ཡིན་ཟེར་ན་ད་ང་ཚོ་མི་རིགས་གི་ཁྱད་ཆོས་དང་གཅིག་ཤེས་ཡོང་དུས་ཙམ་པ་ད་སོ་སོའི་གི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་ལ་སོགས་པ་དེ་ཚོ་ལ་རག་ལས་གི་ཡོད་རེད་བ་ད་དེ་ཚོ་ཉམས་སོང་བ་ཡིན་ན་དེ་ནི་གཅིག་གི། ཤ་ཁྲག་གི་ཐོག་ནས་ད་དེང་རབས་ཀྱི་ཚན་རིག་གི་ཐོག་ནས་བརྟག་གཅིག་འདྲ་བྱས་དེ་ན་མ་གཏོགས་གཞན་ཡིན་མི་རིགས་འདི་ཡིན་ཟེར་ཡག་གི་ངོ་ཐག་ཆོད་ཡ་མེད་པ་འདྲ་བོ་ཆགས་འགྲོ་གི་རེད་བ་དེ་ཡིན་དུས། ཁྱོད་སོ་སོའི་སྲོལ་རྒྱུན་རིག་གནས་དེ་ནས་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་དམིགས་བསལ་གྱི་འགན་འཁྲི་ཡོད་པ་ཅིག་ཏན་ཏན་རེད་བསམ་གྱི་འདུག་དེ་ལྟ་བུ་རྒྱལ་ཁའི་ཆེན་པོ་རེད་ད་ལྟ་བར་དུ་ཆེ་ང་ཚོ་ཚོགས་སྡེ་ཁག་རེད་དེ་ནས་མི་སྒེར་པ་རེད་དེ་འདྲའི་ཐོག་ནས་ཡང་དག་པོ་རྒྱག་ཉེན་མང་པོ་ཅིག་བྱུང་ཡོད་རེད་བ། ད་ནི་ད་དེ་ཚོ་ལ་ཡང་ཐུགས་རྗེ་ཆེ་ཞུ་ཡག་རེད་བ། མུ་མཐུད་ནས་དག་པོ་རྒྱག་རོགས་གནང་ཟེར་ནས་རེ་བ་ཞུ་ཡག། དེ་འདྲའི་ཅིག་རེད་བསམ་གྱི་འདུག། ད་ག་ནང་བཞིན་ད་སྙན་ངག་གི་ཐོག་ལ་ཡིན་ན་ཡང་ང་ཚོ་ད་དེང་སང་སྤྱི་བཏང། མི་ཚང་མ། ཡང་དགའ་ཕྱོགས་སྒྲོག་ཀྱིས་འགྱུར་ནས་ཅིག་བ་གར་ཟེར་གོ་རེད། དཔལ་འབྱོར་དང་ཆབ་སྲིད་ལ་སོགས་པ་དེ་ཚོ་ཡང་དགའ་དྲག་ནས་ཟེར་གི་མ་རེད། ཡིན་ན་སྙན་ངག་བྲི་ཡག་དང་དེ་འབྲེལ་གྱི་སྒྱུ་རྩལ་གྱི་ཐོག་ལ་བསམ་བློ་བཏང་ཉིན་དེ་ཉུང་རུ་འགྲོ་གི་ཡོད་དགོས་བཟོ་འདྲ་ཅི་རེད་དོ། འོ་དེ་ཡིན་ཙང་ད་ཅིག་གི་སྙན་ངག་ཡིན་ན་ཡང་ང་ཚོ་སུར་བརྗོད་ཀྱི་སྙན་ངག་བྲི་གི་ཡོད་ན་འདྲ་དེང་རབས་ཀྱི་སྙན་ངག་བྲི་གི་ཡོད་ན་འདྲ། ད་ལྟ་སོ་སོས་གཙོ་བོ་དེ་སོ་སོའི་སྐད་ཡིག་དེ་བཀོད་རྒྱུག་བྱས་ནས་སྙན་ངག་བྲི་དགོས་ཡ་དེ་ཧ་ཅང་གལ་ཆེན་པོ། ང་ཚོ་གིས་ད་ཅི་སྐད་ཡིག་དེ་བེད་སྤྱོད་གཏང་ཡང་གི་ཁོར་ཡུག་དེ་ཧ་ཅང་རྒྱ་ཆུང་རུ་ཆུང་རུ་འགྲོ་ཡོད་ར། བོད་ནང་ལ་ཡིན་ན་ཡང་རྒྱ་ཆུང་རུ་ཆུང་རུ། བཙན་བྱོལ་ནང་ལ་ཡིན་ན་ཡང་ང་ཚོ་གཅིག་མི་འབོར། ཉུང་ཉུང་དང་ཁ་འཐོར་ལ་བརྟེན་ནས་བཀོད་རྒྱུགས་ཀྱི་ཁོར་ཡུག་རྒྱ་ཆུང་རུ་ཆུང་རུ་འགྲོ་གི་ཡོད་པ་སོང་ཙང། མི་སྒེར་སོ་སོའི་གི་ངོས་ནས་ཤུགས་བརྒྱབ་ནས་མུ་མཐུད་ནས། མིག་སྔར་འཕྲལ་ཡག་ལག་སོགས་པ་དང་དེ་འབྲེལ་གྱི་ཐོག་ནས་སློབ་སྦྱོང་དང། རྒྱུན་འཁྱོངས་དགོས་ཡ། འབད་བརྩོན་དགོས་ཡ་དེ་དེ་དེ་འདི་གལ་ཆེན་པོ་རེད་བསམ་གྱི་འདུག། ལ་སོགས་དར་རྒྱས་ལ་དེ་ནས་ངས་དྲི་བ་དེ་ཚོགས་སོང། ཡིན་ནས་ཁྱེད་རང་རང་གི་ངོས་ནས། གཟིགས་མོ་ལྷན་རྒྱས་ཚང་མ་ལ་ཡང་ཁྱེད་རང་གི་བསམ་ཚུལ་རེ་རེ་བ་དེ་འདྲ་ཡོད་པ་ཡིན་ན། ད་མཐའ་མ་དེ་ལ་ང་རང་གིས་ད་རེ་བ་ཞུ་རྒྱུ་ཞིག་ལ། དེ་ནི་བོད་ཀྱི་སྒྱུ་རྩལ་བ་ཟེར་ན་འདྲ་བཞད་པ་ཟེར་ན་འདྲ་ཚང་མ་ལོག་གེ། སོ་སོའི་བོད་ཀྱི་རིག་གཞུང་དང་སྐད་ཡིག་དེ་ནི་གོམས་གཤིས་དེ་གསུམ་དེ་གཅིག་མ་དོར་བ་བྱས་ནས་ཕ་མ་གཡུག་པ་བྱས་ནས་དེ་གསུམ་རྩ་བ་ལ་བཞག་པའི་ཐོག་ནས་ནི་ང་ཚོ་གཞས་གསར་བ་དེ་འདྲའི་གར་རྩེད་ཡུལ་མང་པོ་བཟོས་པ་ཡིན་ནམ། དེ་བསྟན་ཏེ་ཡག་པོ་ཡོང་གི་རེད་བསམ་མོད། ད་དེ་ང་རང་སྒེར་གྱི་བསམ་ཚུལ་དང་རེ་བ་ཡིན། དེ་ནི་ད་སྐྱེ་ཐང་གི་མི་མང་ཚོ་ལ་ཡང་རེ་བ་ཞུ་རྒྱུ་ཞིག་ལ། མི་མང་ཚོ་གི་ངོས་ནས་ང་ཚོ་བོད་ཀྱི་ལུས་བཞི་བཅུ་རྩ་བ་དེ་ཚོ་གི་ནི་སྐྱེ་ཐང་སྟེང་ཆ་གང་ལ་གྱིས་སྣང་བ་སྐྱེ་མདོག་འདྲ་བོ་བྱས་ནས་གཞས་བཏང་བ་ཙམ་མ་ཡིན་པ་བྱས་ནས།

དེ་ནས་བྱ་བའི་ཡོ་རོ་བསམ། ནི་དེ་ང་ཚོ་དེ་ཚོ་དེ་ཧ་གོ་བ་ཡིན་ན་དེ་ཡང་ཅིག་མི་མང་སྐྱེ་སྟངས་མི་མང་ཡིན་ན་དང་སྒྱུ་རྩལ་བ་དཔའ་རོགས་ལ་ཡང་ཅིག་སུམ་ཐག་ཉེར་འགྲོ་ཡ་དང། ཡིན་དེ་ཅིག་ཏན་ཏན་ཡང་ཅིག་རྒྱབ་སྐྱོར་ཅིག་བྱེད་པ་ཡིན་ན་རྒྱབ་སྐྱོར་བྱེད་ཡག་གི་རྒྱུ་མཚན་ཡོད་པ། དེ་འདྲས་ཅིག་ཡོང་གི་རེད་བསམ་མི་འདུག་དེ་ཡིན་དུས་ནི། རྒྱུ་རྩལ་བ་དང་དེ་ནས་སྐད་གདངས་ཀྱི་མི་མང་ཚང་མ་ལ་ང་རང་སྒེར་གྱི་ངོས་ནས་རེ་བ་དེ་འདྲ་ཞིག་ཞུ་ཡ་ཡིན། ལ་སོགས་དར་རྒྱས་ལ་དེ་ནས་ང་ཚོའི་བཅར་འདྲི་ལེ་ཚན་འདི་ཁྱེད་རང་གིས་དང་ལེན་བྱས་ནས་དུས་ཚོད་བཏོན་པ་དེ་ལ་བཀའ་དྲིན་ཆེ་ཐུགས་རྗེ་ཆེ་གནང་ཞུ་ཡུལ་ཡིན་ཐུགས་རྗེ་ཆེ། ཐུགས་རྗེ་ཆེ།